འོ་དེ་ངས་ཐག་གཅོད་ནས་བྱུང་ཡོད། ལྷའི་སྐོར་ཆ་བཞག་ན་ཕལ་ཆེར་ང Expert རེད་ལབ་ཐུབ་རེད། ད་ལྟ་ང་ཚོ་གྲོས་ཚོགས་དེ་ག་ལ་གང་འཚམ་གཅིག་ཕར་ཚུར་བཟོད་བསྲན་བྱས་ནས་བསྡད་ཀྱི་ཡོད་རེད་མ་གཏོགས་ཅིག་དེ་ཚོ་རྙོག་དྲ་ཆེན་པོ་ཆགས་ཡག་གི་ཞུས་རེད་པ། གཡས་ལྗོངས་ཆོས་རྒྱུན་ཆབ་མགོའི་བཀའ་ལུང་དེ་རྫུན་མ་རེད་ཟེར་ནས་གསུང་གི་ཡོད་ན། དེ་སྤྱན་འདྲེན་ཞུ་མཁན་དེའི་འབྲས་སྤུངས་ཀྱི་སྤྱན་འདྲེན་ཞུ་བ་རེད་ད། ཁུ་རུའི་སྤྱི་འཐུས་ཕེ་སག་གི་གདན་ས་ནས་སྤྱན་འདྲེན་ཞུ་བ་རེད། མ་འོངས་པ་ལ་དངོས་གནས་དྲང་ནས་འདི་འདྲའི་གི་རིགས་འགན་འཁེལ་མི་དགོས་བ། འདི་འདྲའི་གི་རིགས་སྤྱི་ཚོགས་ཀི་ནང་ལ་དངོས་གནས་རྒྱ་ནག་ལ་དགོས་ཡ་གི་འདི་འདྲའི་སྐད་ཆ་བཤད་པ་ཡིན་ན་འདི་ཚོ་གི་ཐོག་ལ་རྒྱ་ཆེའི་མི་མང་གི་བཟོད་སྒོམ་བསྟན་ར་ཐ་ལ་ཐུག་ཡོད་པ། འདི་འདྲའི་གི་སྒང་ལ་ལས་འགན་འབད་དེ་མ་འོངས་པ་གཞི་རྒྱ་ཆེན་པོ། རྣམ་གྲངས་ལྡན་པ་རྒྱུ་མཚན་ལྡན་པ་འཚེ་མེད་ཞི་བའི་ལམ་ནས།

ཨ་ནི་སྔོན་ལ་དཔྱད་རྩོམ་འདི་སྙན་སྒྲོན་མ་ཞུས་སྔོན་ལ་གནད་དོན་འདིའི་གི་རྒྱབ་ལྗོངས་ཕྲན་བུ་ཞིག་ཞུས་པ་ཡིན་ན་ད་རྩ་བའི་ཚང་མས་མཁྱེན་གསལ་ལྟར་རེད་ཕྱི་ལོ་ཉིས་སྟོང་ཉི་ཤུ་ཚེས་ལྔའི་གི་ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་བདུན་གི་ཉིན་ལ་དཔལ་ལྡན་འབྲས་སྤུངས་བླ་སྤྱི་ནས་གཞུང་རྟེན་དགྲ་བླའི་རྒྱལ་པོ་གནས་ཆུང་ཆོས་རྒྱལ་ཆེན་པོས་སྤྱན་འདྲེན་ཞུས་པའི་བཀའ་ལུང་ཕེབས་དོན་ལ། ད་བཀའ་ལུང་འདི་ཕྱི་མ་ཤེས་བཞིན་བྱེད་འདོད་པ་ཚོ་ལ་སྙོན་འདྲི་ཞུས་པ་ཡིན་ན། གནས་ཆུང་ཆོས་རྒྱལ་ཆེན་པོས་ཀྱི། དཔལ་ལྡན་འབྲས་དཀར་སྤུངས་པའི་མཁན་ལ་འདུས་སྡེ་སྤྱི་ནས་ངོས་ཀྱི་སློབ་དཔོན་མཐོང་བ་དོན་ལྡན་མཆོག་ལ་སྐུ་ཚེ་ཞབས་པད་བརྟན་ཕྱིར་བརྟན་བཞུགས་ཟབ་མོ་ལེགས་པར་བགྱིས་པ་འདི་ནི་ཤིན་ཏུ་ལེགས་ལ། འོན་ཀྱང་ཕྱི་ཡི་རིམ་གྲོ་བསྒྲུབས་དང་སྒྲུབ་བཞིན་ནའང། ནང་དུ་དམ་ཚིག་མི་གཙང་བའི་འགལ་རྐྱེན་ཡོད་ཙང་ན། རང་ཅག་རི་བོ་དགེ་ལུགས་པའི་མགྲིན་ཚབ་མིང་ཅན་རིག་པ་གཉིས་ནས་འབྱུང་པོས་རྒྱུད་བསྐུལ་ཏེ་ངག་བློ་འཐད་དེ་གང་བྱུང་བྱས་ངེས་དང། ངོས་ཀྱི་སློབ་དཔོན་མཐོང་བ་དོན་ལྡན་ཆོས་ལ་ཚད་མེད་བཞུགས་པ་དང་ཁ་བའི་ལྗོངས་ཀྱི་སྤྱི་དོན་བོར་ཏེ་ཆོལ་ཁ་ཆོས་ལུགས་འཐེན་འཁྱེར་བགྱིས་པ་འདི་ནི་སྐྱེ་བོ་ཀུན་གྱི་མིག་གིས་མཐོང་བ་དེ་ཡིན་ལ། དེས་མཚོན་པའི་དགྲ་བཅོམ་འཕགས་པའི་དགེ་འདུན་རྣམས་ལ་ཡང་ཚད་མེད་ཞུ་བའི་དུས་ལ། བ་བས་ན་འགན་འཁུར་བ་རྣམ་པས་མཚམས་འཇོག་ལེགས་པར་བགྱིས་ན་ལེགས་སོ། ཞེས་བཀའ་ལུང་ཕེབས་པས། ཟླ་གཅིག་ཕེབས་པའི་དགོངས་ལྡན་བཞེད་གསུང་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་གི་ཟླ་བ་དང་པོའི་ཚེས་དགུ་གི་ཉིན་གུང་རྒྱབ་ལོགས་ཆོས་ཚོད་གསུམ་པའི་ཐོག་ལ་དཔལ་ལྡན་འབྲས་སྤུངས་བླ་སྤྱི་གིས་ཚོགས་འདུ་གནང་བས་ད་ཚོགས་འདུའི་ཐོག་ནས་ཡག་ཅིག། སྤྱི་འཐུས་ཨ་ཀྲུག་ཚེ་བརྟན་ལགས་དང་སྤྱི་འཐུས་གོ་བ་བློ་བཟང་ཕན་བདེ་གཉིས་ཨ་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་གི་ཟླ་བ་དང་པོའི་ཚེས་བཅུ་དགུ་དང་ད་བོད་ཟླ་བཅུ་གཉིས་པའི་ཚེས་གཅིག་ནང་ཚུད་ལ་ཡ་ངེས་པར་དུ་ད་ལྷོ་ཕྱོགས་གྲྭ་ས་ལ་འཇོག་དགོས་པ་དང་ཨ་ནི་བོད་ཚེས་གཉིས་ཀྱི་ཉིན་དེ་ད་ཆོས་རྒྱལ་གནས་ཆུང་ཆེན་པོའི་དགེ་ལྷ་རྩེའི་དགེ་བའི་གི་ཉིན་ཨ་ནི་ཞོགས་པའི་ལྷ་རྩེའི་སྐབས་དང་བསྟུན་ནས་འབྲས་སྤུངས་ཚོགས་ཆེན་དུ་རྒྱལ་བའི་བཞུགས་ཁྲི་རིན་པོ་ཆེ་ལ་སྤྱན་སྔར་མཇལ་དར་འདོན་རྒྱུ་དང། ད་ག་ནས་ཤིང་འབྲས་སྤུངས་ལྷ་མོ་ཁང་དུ་གནས་ཆུང་ཆོས་རྒྱལ་ཆེན་པོས་བཀའ་ལུང་སྩལ་པའི་ད་དགོངས་བརྡའི་གཞི་བཟུང་ནི་ཉེས་པ་ལ་ཉེས་པར་མཐོང་སྟེ་སྔར་བྱས་པ་ལ་འགྱོད་བཤགས་དང་ཕྱིན་ཆད་མི་བྱེད་པའི་ཁས་ལེན་དམ་བཅའ་གཙང་མ་འཇོག་དགོས་པའི་གཅིག་སྟེ། བསྐུལ་མ་དང། གལ་ཏེ་དེ་ལྟར་མ་བྱུང་བ་ཡིན་ན། གལ་སྲིད་དེ་འདྲས་ཀྱིས་མ་གནང་བ་ཡིན་ན། ཨ་ནེ་དཔལ་ལྡན་འབྲས་དཀར་དཔུང་གི་སྔོན་ནས་ཡང་རི་བོ་དགེ་ལུགས་དབུས་ཀྱི་མགྲིན་ཚབ་ཏུ་ངོས་ལེན་ཞུ་ཐབས་མེད་ཅེས་ནས་འདུས་སྡོད་དེ་འབྲས་སུ་བཀོད་གནང་ཤག་དང་ནས་བཞིན་ད་གྲྭ་ཚང་ཤར་ནུབ་གཉིས་ནས་ཀྱང་ད་ཐག་གཅོད་ནན་པོ་གནང་རྒྱུའི་ཐག་གཅོད་སྐབས་འདུས་སྡོད་གནང་ཡོད་པ་རེད། ཟེར་དུས་གཤམ་ལ་ཨ་ནེ་དགེ་ལུགས་པའི་སྤྱི་འཐུས་གཉིས་ཀྱིས་བཤགས་སྡོམ་གནང་བའི་བོད་སྐད་རླུང་འཕྲིན་ཁང་གི་གནས་ཚུལ་སྤེལ་བ་ཞིག་སྐབས་དེ་དུས་མཁྱེན་རྟོགས་ཆེད་དུ་གཤམ་ལ་གསན་གསན་གནང་རོགས་གནང་བཅའ་འདྲི་ཞུ་ཡས་ཡིན། སྤྱི་ཟླ་དང་པོའི་ཚེས་ཉི་ཤུའི་ཉིན་རི་བོ་དགེ་ལུགས་པའི་མགྲིན་ཚབ་པ་བོད་མི་མ་སྤྱི་འཐུས་ཨ་འབྲུག་ཚེ་བརྟན་ལགས་དང་གོ་བ་བློ་བཟང་ཕན་བདེ་ལགས་རྣམ་གཉིས་འབྲས་སྤུངས་བླ་གཅིག་ཏུ་འབྱོར་ནས་གྱོད་བཤགས་གནང་བའི་གནས་ཚུལ་ཞིག་ཐོན་འདུག། དེ་ཡང་ཉེ་ལམ་གཞུང་དེའི་དགྲ་ལས་གཙོ་བོ་རྣལ་འབྱོར་ཆོས་རྒྱལ་ཆེན་པོའི་བཀའ་ལུང་དང་འབྲེལ་ནས་ཕྱི་ལོ་ཉིས་སྟོང་ཉིས་བརྩེགས་དྲུག་སྤྱི་ཟླ་དང་པོའི་ཀྱི་ཚེས་དགུའི་ཉིན་དགེ་ལུགས་པའི་མགྲིན་ཚབ་པ་རྣམ་པ་གཉིས་འབྲས་སྤུངས་བླ་སྤྱི་ཡི་བཀའ་ཡིག་ཕེབས་དོན། གཞི་བཟུང་རྣལ་འབྱོར་ཆོས་རྒྱལ་ཆེན་པོའི་ལྷ་རྩེ་དགེ་བའི་ཉིན་ཞོགས་པའི་ལྷ་རྩེ་གྱི་སྐབས་དང་བསྟུན་ནས་འབྲས་སྤུངས་མཚོ་ཆེན་དུ་རྒྱལ་བའི་བཞུགས་ཁྲི་རིན་པོ་ཆེའི་སྤྱན་སྔ་དུ་མཇལ་དར་སྒྲེང་འབུལ་དང་འབྲས་སྤུངས་ལྷ་མོ་ཁང་དུ་རྣལ་འབྱོར་ཆོས་རྒྱལ་ཆེན་པོའི་བཀའ་ཡིག་སྩལ་བའི་དགོངས་དོན་ལྟར་ངེས་པ་ལ་ངེས་པ་མཐོང་སྟེ་སྔ་རྗེས་ལ་འགྱོད་བཤགས་དང་ཕྱིན་ཆད་མི་བྱེད་པའི་ཁས་ལེན་དམ་བཅའ་གཙང་པོ་འཇོག་དགོས་པའི་འབོད་སྐུལ་གནང་དོན་ལྟར་ཁོང་རྣམ་པ་གཉིས་ནས་འགྱོད་བཤགས་གནང་ཡོད་པ་རེད། འདི་སོང་ཙང་འདི་གའི་ས་ཁང་གི་གསར་འགོད་པ་ས་གནས་སུ་མེད་དུས་བརྙན་པར་གནང་མཁན་ཞིག་གླ་ནས་དམ་བཅའ་དང་འབྲེལ་བའི་ཐད་ལ་སྒོ་མང་མཁན་ཟུར་བློ་བཟང་རྒྱལ་མཚན་ལགས་ལ་བཅར་འདྲི་ཞུས་ཡོད། ད་འདིར་ངས་འདི་ག་ལ་སྐད་ཆ་བཤད་ཡ་དེ་ང་ཨ་ནེ་འབྲི་སྤུངས་པ་གི་ད་འབྲི་མཚམས་འདྲ་པོ་བྱེད་ནས་ཀི་ཞུ་གི་མེད་རེད་བ་ཡིན་ནའི་ད་སྒེར་གི་ང་རང་དེ་ནང་ལ་ཨ་ནེ་ལ་གཅིག་གིས་ད་ཚོང་དུད་ནང་ལ་ཡོད་ངེས་ཀྱི་ད་སྒོ་མང་གི་ཁྱད་ཟུར་ཅིག་ཡིན་པའི་ཆ་ནས་བཞུགས་ཡོད་ཅེས་ད་ང་སྒོ་མང་ཁྱད་ཟུར་བློ་བཟང་རྒྱལ་མཚན་ཟེར་དེ་ཡིན་བཞུགས་ཡོད། དེ་རིང་གི་དམ་བཅའི་མཛད་རིམ་འདི་གང་འདྲ་སུ་བྱུང་ཡོད་མེད་སྐོར་ལ་སྐྱོན་འདྲི་ཞུས་པར། ལ་རེ་ད་དེ་རིང་ང་ཚོས་ཁ་བསྲིངས་ནས་ཁོ་རང་ཉིད་ལ་ཕྱག་བྲིས་ཕུལ་བ་ནང་བཞིན་ཁོ་རང་ཉིད་དེ་རིང་མགྲིན་ཚབ་པ་རྣམ་པ་གཉིས་འདུག་སེ་ཕེབས་ཡོད་རེད། ང་ཚོ་ནམ་རྒྱུན་གྱི་ཟླ་བ་རེ་རེའི་ནང་ལ་ཚེས་པ་གཉིས་ལ་ཨ་ནེ་ནེ་ཆུང་གི་དང་འབྲི་བུང་གི་ནེ་ཆུང་གི་བླ་ཚེ་ཕྱག་ཆེན་ཚོགས་ཀྱི་ཨར་ཏེ་ཚོགས་པ་ནང་བཞིན་དང་དེ་རིང་ལ་ནེ་ཆུང་གི་བླ་ཚེ་ཚོགས་བླ་ཚེ་དེའི་སྟེང་ལ་ཨ་ནེ་འབྲི་བུང་གི་ཁྲི་ཚབ་དང་ཐོག་ལྡན་རིན་པོ་ཆེ་ཕེབས་ཡོད་རེད་ད་སྔ་ནང་བཞིན་ཁྲི་ཟུར་རིན་པོ་ཆེ་ཕེབས་ཡོད་རེད་མཁན་པོ་རྣམ་པ་ཕེབས་ཡོད་རེད་ད་ང་ཚོ་མཁན་ཟུར་ཚོའི་སླད་ཡོད་རེད་ནས་དགེ་བསྐུལ་དང་དབུ་མཛད་ཨ་ནེ་ད་གིན་དུས་མང་ག་ཚོད་ཕེབས་འདུག་འདི་ཕེབས་ནས་ཨེ་འདིའི་ཐོག་ལ་ད་ཐོག་མ་ག་རེ་བྱེད་དགོས་བར་ཚེ་ལབ་པའི་ན་ད་ནམ་རྒྱུན་གྱི་གནས་ཆུང་རང་གླ་རྩེ་བྱེད་དུས་འདུན་པ་ག་རེ་འདོན་དགོས་ཀྱི་ཡོད་བ་འདུན་པ་དེ་གི་དེ་ཆ་ཚང་འདོན་ནས་ད་གནས་ཆུང་ལྷ་རྩེ་ཕེབས་པའི་གི་མཚམས་དེ་ནས་ཨ་ནེ་ནམ་རྒྱུན་ཡ་རྒྱ་དར་ཕུ་ཡ་ཅིག་ཡོད་རེད་ད་དེའི་མཚམས་དེ་ནས་ཨ་ནེ་ཁྱེད་རིན་པོ་ཆེ་རྣམ་པ་རེད་ད་ཨ་ན་ཅིང་དྲིལ་བུ་འཁྲིད་ཚབ་རེད་ཨ་ནེ་ཁྱེད་ཚུལ་རྣམ་པ་རེད་སྒྱིད་སྐུལ་རྣམ་པ་རེད་ཆེན་མོ་ལ་རེད་ཨ་ནེ་རྣམ་པ་ཚོ་གང་ག་ཕོད་ཀའི་ལྷ་མོ་གང་ལ་ཡ་ཕེབས

འདི་ཆ་ཚང་ཅིག་ཆ་ལུས་མེད་པ་འདྲ་པོ་ཅིག་ཁོ་རང་གིས་འདུག་སེ། གྲུབ་སོང། བསམ་བསམ་རེད་དེ་འདྲ་རེད་བྱུང་སོང་ད། བྱས་ཡ་གཙོ་བོ་དེ། བཤགས་སྡོམ་བྱས་ཡ་དེ་རེད་ད་སྔ་མ་དེ་འདྲ་བྱས་པ་དེ་ལ་ཡེ་ནས་འགྱོད་བཤགས་ཞུ་ཡ་དེ་དང། ཕྱིན་ཆད་ཡེ་ནས་དེ་འདྲ་མི་བྱེད་པའི་གི་ད་མནའ་སྐྱེལ། གཏམ་འཇགས་ཞུ་ཡ་དེ་རེད། ཨ་དེ་དེ་ནུ་ཚོད་འདི་ཡག་པོ་ཅིག་འདུག་སེ། ང་རང་གིས་བྱས་པ་ཡིན་ན་དེ་ཡག་པོ་ཅིག་བྱུང་སོང་བསམ་བསམ་རེད། འོ་དེ་འདྲ་བྱུང་སོང་ཞུ་ཡ་ཡིན། གཤམ་ལ། དཔྱད་རྩོམ་བདེན་གཏམ་གསེར་གྱི་དྲིལ་ཆུང་ཁས་ལེན་བསྐྱར་ཀློག་ཞེས་པ་འདི་བརྙན་པར་སྒྲིག་སྦྱོར་ཡོད་པའི་ཐོག་ནས་གུས་པས་སྙོན་སྒྲོན་ཞུས་ཆོག་པ་ཅི། ཞིང་དེ་ན་ལེམ་གཉིས་པ་དུས་དེ་སྲིད་དེ་སྔ་སྲོལ་ལྷ་དེ་གནས་ཆུང་ཆོས་རྒྱལ་ལུང་དེ་དུས་ཏོག་ཆར་པ་ལས་སྣེ་ཉེས་ཆད་བཅད་སོང། ཉེས་པ་ཞལ་བཞེས་གནང་སོང། མནའ་སྐྱེལ་དམ་བཅའ་བྱས་སོང། བཤགས་པ་བྱས་ནས་ཕེབས་སོང།
ང་ཚོའི་གཞུང་དོན་དགྲ་ལ་ཁག་ཅིག་ཡོད་རེད་ལྷག་པོར་དུ་གཞུང་དོན་དགྲ་ལས་གཙོ་བོ་ཨ་ནི་སྤྲུལ་བའི་གནས་ཚུལ་ཆོས་རྒྱལ་ཆེན་པོ་དྲོ་ཆ་མཚོན་པ་ཡིན་ན། དངོས་གནས་དྲང་གནས་ང་ཚོ་བོད་གངས་ཅན་གྱི་དཔལ་དུ་ལྟར་ལོ་རྒྱུས་རྒྱུན་རིང་གི་ཐོག་ནས་བླ་ན་མེད་དཔལ་གྱི་གཞུང་རྟེན་དགྲ་ལྷ་ཅིག་རེད། བཀའ་དྲིན་ཚོགས་གཙོ་མཆོག། ཡིན་པ་ཡིན་ན་ཡང་དེའི་གི་སྐུ་རྟེན་དང་སྐུ་གཡོག། དེ་ཚོ་དྲང་དེ་གི་ད་ལྟའི་ཆ་ལ་ཡང་ལུང་ཚན་དེ་ཚོ་གང་འདྲས་སུ་ཕེབས་ཀྱི་ཡོད་རེད་དེ་གང་ལ་ང་དོགས་པ་ཅིག་སླེབས་སོང། དེ་དོགས་པ་དེ་ག་རེ་སླེབས་དགོས་ཡི་རྒྱུ་མཚན་གཉིས་ཡོད། རྒྱུ་མཚན་གཅིག་དེ། ཉེ་ཆར་ང་རང་རང་དང་འབྲེལ་བའི་སྒང་ནས་ལོང་ཐེངས་གཅིག་སླེབས་སོང། དེས་རང་བློ་རང་ལ་ལྐོག་ཏུ་མ་བསྐྱོད་པ་ཡིན་ཙང་ང་ང་ག་འདྲའི་བྱེད་མིན་ང་རང་ཤེས་ཀྱི་ཡོད་པ་ཡིན་ཙང་དེའི་ལོང་ཐེངས་དེ་རྫུན་མ་རང་ཡིན་པ་ལ་ངས་ཡིད་ཆེས་བྱེད་ཀྱི་ཡོད། དེའི་ལོང་ཐེངས་དེ་རྣལ་འབྱོར་སྤྲུལ་ལས་རྣལ་འབྱོར་ཆོས་རྒྱལ་འཆང་གི་ལོང་ཐེངས་ཡིན་པ་ལ་ངས་རྩ་བ་ཉིད་ནས་ངོས་འཛིན་བྱེད་ཀྱི་མེད། ད་ང་ནང་བཞིན་མི་ངའི་ཁ་ཚང་ཞུ་ཡ་དེ་རེད་ངའི་གདོང་ལ་ལུས་ལ་ན་ཚ་མེད་ན་གདོང་ལ་སྐྲག་པ་ཁྱི་སྒོ་ངར་ཟེར་ཡ་དེ་ངའི་ཁ་ཚང་ཞུ་ཡ་གི་ལོ་རྒྱུས་དེ། རྒྱ་མཚོ་སྐུ་འདྲ་བཅུ་གསུམ་པ། དགུང་ལོ་དྲེའུ་ལ་ཕེབས་ནས། གནས་ཚུལ་སྤྲུལ་བའི་རྣལ་འབྱོར་ཆོས་སྐྱོང་གི་སྐུ་རྟེན་གྱི་སླད་བྱས་ནས། དེ་ཉིད་སྤྲུལ་བའི་རྣལ་འབྱོར་ཆོས་སྐྱོང་ཡིན་པ་ལ་ངོས་འཛིན་བྱེད་ཀྱི་མེད་རྒྱ་མཚོ་སྐུ་འདྲ་བཅུ་གསུམ་པའི་ཐ་མའི་དགོངས་པ་ག་འདྲའི་རྫོགས་ཡོད་མེད་དུ་ལོ་རྒྱུས་ཀྱི་ཁ་གྲགས་ཡོང་གི་འདུག་རྒྱུ་མཚན་དེ་གཉིས་ལ་བརྟེན་ནས། ང་ཚོས་ད་ལྟ་ཨ་ནེ་གཅིག་གཞུང་དོན་དགྲ་ལ་ཁག་ལ་ཡ།

དགུ་བཅུ་དགུ་ཉིན་ལ་གདན་ས་ལས་སླེབས་པའི་སྐབས་ལ་ནི་ང་རང་གི་ཆོས་འབྲེལ་དངོས་ཐུགས་བཙའ་ཡི་བླ་མ། བཀའ་རང་བྱོན་བུའི་བཤེས་གཉེན་རྣམ་པ་འབྲས་སྤུངས་ལི་ཡ་གནས་ཆུང་ཆོས་རྗེའི་སྲས་དེ་བསྟེན་དུ་འགྲོ་གི་འདུག་བླ་མའི་བླ་མ་ཚོ་གི་བསྟེན་དགོས་འདུག་ང་ཁོ་ཚོ་ལས་ལྷག་ཟིག་གི་ངེད་ལ་སྤོབས་པ་དང་ཡོན་ཏན་མེད་དེ་སྐྱེས་དུས་ཁོང་རྣམ་པ་ཚོས་གུས་བརྩི་གང་ཤོད་པ་དེ་ལ་ཡ་བྱས་ནས་གནས་ཆུང་ཆོས་རྗེ་ཆེན་པོ་ལ་ཡིད་ཆེས་བྱས་ཏེ་ཡིན་གྱི་ཡིན་གྱི་ཡིན་པ་ཡིན་ན་ཡང། ལྷ། སྐུ་རྟེན་ལས་ལྷ་མ་བཞུགས་ནས་མི་བཞུགས་ན་དེ་ཡིད་ཆེས་བྱེད་དགོས་རེད་ཟེར་ན་རྩ་བ་ཉིད་ནས་ཡོང་ཐུབ་ཡ་ཡོད་མ་རེད། དེ་འདྲའི་བྱེད་དགོས་ཀྱི་རེད་མ་བྱས་ན་ཅི་བྱེད་རྒྱུ་ཡོད་ཟེར་ནས་བཤད་ངེས་བྱུང་བ་ཡིན་ན། མ་འོངས་པར་དེ་འདྲའི་སྲིད་ལས་ཐུགས་དགོས་ཀྱི་ཡོད་ན་གཟེར་སྲིན་བློས་བཀོལ་ཡིན་མ་གཏོགས་སྲིད་སྤྱི་ལས་དེ་མེད་ད་ཟེར་བའི་བརྡ་ལན་དེ།
ཁ་སང་བསྐྱར་ཀློག་བརྒྱབ་སོང། ལུང་དང་སྐུ་རྟེན་རྫུན་མ། ཡིད་ཆེས་བྱེད་ཐབས་མེད་ཅེས་གྲོས་ཚོགས་ཟང་ཟིང་བཟོས་སོང། དཔལ་ལྡན་འབྲས་དཀར་སྤུངས་པའི་དབུ་ཁྲིད་མཁན་ལས་རྣམ་པ་བཀའ་ལུང་བཙུན་པ་ཞིག་གིས་དགེ་བསྡུས་ཕམ་འདོད་ཨེ་ཡོད། དགེ་ལྡན་བསྟན་བདག་རྣམ་པ་དགེ་ལུགས་ཐུན་མིན་ཞལ་ནས་གནས་ཆུང་ལྷ་ཡིན་གསུང་གིས་བཀའ་ལུང་རྫུན་རེ་གསུངས་སོང། ལྷ་ལ་བསླུ་བ་མེད་ཀྱང་ལུང་ལ་ཡིད་ཆེས་མེད་དེ་ལུང་རྫུན་ཕེབས་པ་རེད་ཟེར། གཉེན་གྱི་སེམས་པ་ཨེ་བྱུང། འབྲས་སྤུངས་མཁན་ལས་རྣམ་པས་ལུང་བསྟན་རྫུན་མ་ཞིག་གིས་རྒྱས་བསྡུས་ཕམ་པར་བྱས་ཟེར་དགོངས་ཚུལ་གསུང་རྒྱུ་ཨེ་ཡོད། ནག་ཉེས་ཡོད་ཀྱང་མེད་ཀྱང་བླ་མ་ལས་སྣེ་དེ་ཚོས་ཉེས་ཆད་འཁུར་རྐྱང་དགོས་པ་དགོན་པའི་འགྲོ་སྟངས་ཡིན་ཟེར། གདན་ས་དམར་ཕྱོགས་མ་རེད། ལས་སྣེ་དམར་དམག་མ་རེད་སྨྱོ་བཤད་ཟ་བཤད་བྱས་ནས་གདན་ས་ནག་པོ་མ་བཟོ། གྲོས་ཚོགས་ཐད་གཏོང་ལམ་ནས་གོ་ཤེས་ཉན་ཤེས་མེད་པར་གོ་བ་ལོག་སྒྲུབ་བྱས་ན་དགྲ་དགའ་གཉེན་སྡུག་མིན་ནམ། དགའ་ལྡན་ཕོ་བྲང་ནང་གི་སྐུ་སྒུར་དབུ་དཀར་དེ་ཚོས་རང་དོན་འཁྱོལ་རྒྱུ་མེད་ཙང་རྗེ་བོ་རྒྱག་དགོས་གསུངས་སོང། དགེ་བཤེས་གྲགས་ཅན་དེ་ཚོ་སྐུ་སྒུར་ནང་ལ་དགོས་གསུངས། ཕོ་བྲང་ཡིག་ཚང་ནང་དུ་དམ་བཅའ་ཚུགས་རྒྱུ་ཡིན་ནམ། སྐུ་མདུན་དགུང་ལོ་དགུ་བཅུ་སྐུ་འཁོར་དབུ་དཀར་ཕྱག་དུས་ཕོ་བྲང་བདག་སྲུང་བྱེད་པའི་དགོངས་གཞི་ཞལ་ནས་ཤོར་སོང། སྐུ་འཁོར་དགའ་ལྡན་ཕོ་བྲང་གཞུང་བསྟེན་ཆོས་སྐྱོང་ཆེན་པོ་སྐུ་མདོས་ཐུགས་ན་མེད་ཀྱང་གཏོར་མ་འཕེན་ས་མ་གནང། གནས་ཆུང་བསླུ་མེད་ཡིན་ལ་ལུང་བསྟན་འཁྲུལ་མེད་ཡིན་པས་རྒྱལ་བའི་ཞལ་གསུང་ཁྲོ་མོ་བརྩེ་མེད་གཏོང་རྐྱང་གནང་གསུང། རྒྱལ་བའི་སྐུ་ཆའི་ཆེད་དུ་རང་སྲོག་གཏོང་རྐྱང་ཡིན་གསུང། རྒྱལ་བས་མངགས་པའི་ཆོས་སྐྱོང་བརྩེ་མེད་གཏང་རྐྱང་རེད་བཞག། སྐུ་རྟེན་བརྒྱུད་པའི་བྱུང་རབས་སྒྲ་སྙན་སྙན་ལྡན་བཞུགས་པས། མིག་དང་རྣ་བ་ཡོད་ན་གསལ་པོ་གསལ་རྐྱང་གསུངས་ཡོད། བསམ་ཡོད་མི་ཞིག་ཡིན་ན་འགན་ཞིག་འཁྱེར་འདོད་ཡོད་ན་སྐུ་རྟེན་རྫུན་མ་ཟེར་བ་ཁ་ནས་ཐོན་ས་མི་འདུག་རྒྱལ་བའི་དགོངས་གཞི་ཐོག་ལ་མདུན་སྐྱོད་བྱེད་རྐྱང་ཡིན་སོང། གཉིས་མིན་དབུ་མའི་སྲིད་བྱུས་རྒྱབ་ལ་གཡུག་རྐྱང་རེད་འདུག། འཚེ་མེད་གཞུང་རྒན་དེ་ཚོས་གཏན་ནས་འགྲིག་ཐབས་མེད་སོང། ཨོ་སྟོབས་སྤྲུལ་སྐུ་མཉམ་དུ་ཐོག་སྤྲོ་གཏོང་རྐྱང་རེད་བཞག། བཀའ་སྲུང་གཅིག་སྒྲུབ་གསུང་གིས་བཀའ་ཡིག་ཐང་ལ་གཡུགས་སོང། བཀའ་སྲུང་གཅིག་སྒྲུབ་བྱེད་སྟངས་ཅི་འདྲའི་སྟབས་བདེ་ཞིག་རེད། གསུང་དེ་གང་བྱུང་མ་བྱུང། ཐུགས་བདེ་ཕྱི་ནང་གསང་གསུམ་ཕེབས་ལམ་ཤར་རྒྱག་ཡིན་ཀྱང་ཕེབས་སྟངས་ཀྱོག་ཀྱོག་རེད་བཞག་འཐུས་མི་ཡག་པོ་བྱས་ཀྱང་མཛད་གཙོ་མ་འགྲིག་གསུངས་བྱུང་གདོང་དེ་ལྕགས་གདོང་ཡིན་པས་ཚ་རྒྱུ་ཁྱོན་ནས་མིན་འདུག་ཁ་ནས་སྤྱི་དོན་ཏག་ཏག་ཁོག་ལ་རང་དོན་རྐྱང་རྐྱང། ཁ་ཁོག་ཁ་བྲལ་ཡིན་ཙང། ལྷ་ཡི་བཀའ་ཆད་ཕོག་བཞག། བྱང་གི་མི་འཁྱམས་ཤིག་གིས་ལྷོ་ཕྱོགས་བི་ཏའི་ཚལ་གྱི་ནུབ་མོའི་འདབ་བུ་འོག་ནས་ཤ་མར་མངལ་ནས་ཐལ་སོང། ཉེ་དུ་ཉི་ཟེར་དྲུག་ཟླ་བ་གསུམ་པའི་ཚེས་སུམ་ཅུ་མཚན་མོར་བྲིས། སངས་རྒྱས་རྣམ་པ་རྫོགས་དགེ་ལུགས་སྤྱི་འཐུས་ཨ་ཀྲུག་ཚེ་བརྟན་དང་སྒོ་བ་བན་དེ་གཉིས་དང་འབྲེལ་བའི་བདེན་གཏམ་གསེར་གྱི་ཁྲི་ཆུང་གི་དཔྱད་རྩོམ། ཁས་ལེན་བསྐྱར་ཀློག། སྙན་སྒྲོན་ཞུ་མཁན་དང་བརྙན་པར་སྒྲིག་སྦྱོར་བ་གུས་པ་ཆོས་རྗེ་རྡོ་རྗེ་ཡིན། འདི་གསན་པ་ལ་ཡག་ཐོ་ཆེ་ཆེ། བཀའ་དྲིན་ཆེ།
ཉེ་ཆར་ང་རང་རང་དང་འབྲེལ་བའི་སྒང་ནས་ལུང་བསྟན་ཅིག་སླེབས་སོང། དེ་ཡིས། རང་བློ་རང་ལ་ལྐོག་ཏུ་མ་བཅོས་པ་ཡིན་ཚ་ང་ང་ག་འདྲའི་ཅན་ཡིན་མིན་ང་རང་ཤེས་ཀྱི་ཡོད་པ་ཡིན་ཚ་དེའི་ལུང་བསྟན་དེ་རྫུན་མ་རང་ཡིན་པ་ལ་ངས་ཡིད་ཆེས་བྱེད་ཀྱི་ཡོད། དེའི་ལུང་བསྟན་དེ་རྣལ་འབྱོར་སྤྲུལ་ཡི་རྣལ་འབྱོར་ཆོས་རྒྱལ་འཆང་པོའི་ལུང་བསྟན་ཡིན་པ་ལ་ངས་རྩ་བ་ཉིད་ནས་ངོས་འཛིན་བྱེད་ཀྱི་ད་ལྟ་མེད། རྣལ་འབྱོར་ཆོས་རྒྱལ་ཆོས་མེད་ཀྱིས་དེ་བཀོད་དེ་ད་གྲོས་ཚོགས་ནང་ལོགས་ལ་དེ་འདྲས་གསུངས་བསྡད་པ་ཡིན་ན་ད་ལྟ་ང་ཚོ་གྲོས་ཚོགས་འདི་ག་ལ་གང་འཚམ་གཅིག་གི་བར་ཚོ་བཟོད་བསྲན་བྱེད་ནས་བསྡད་ཀྱི་ཡོད་རེད་མ་ཟད་ཅིག་དེ་ཚོ་རྙོག་དྲ་ཆེན་པོ་ཆགས་ཡག་གི་གཞི་རེད་པ། གནས་ཆུང་མཆོད་སྦྱིན་ཆོས་འཕེལ་བཀའ་ལུང་འདི་རྫུན་མ་རེད་ཟེར་ནས་གསུང་གི་ཡོད་ན། དེ་སྤྱན་འདྲེན་ཞུ་ངེས་དེ་འབྲས་སྤུངས་ཀྱི་སྤྱན་འདྲེན་ཞུ་བ་རེད་ད། ཀུ་རེ་སྤྱི་འཐུས་ཕེབས་ས་གི་གདན་ས་ནས་སྤྱན་འདྲེན་ཞུ་བ་རེད། ཨ་ནི་ཕལ་གྱི་བཀའ་ལུང་ཕེབས་པའི་སྐབས་ལ་སུས་སུས་ཀྱི་ཚིག་བཀོད་ཀྱི་ཡོད་རེད་དེ་གའི་ཚང་མ་ལོ་ཟིག་བཞུགས་ཡོད་རེད་བ་ཚང་མ་ལོ་འདྲ་འཇུག་ཡོད་རེད་བ། དེ་མེད་པ་ཡིན་ན་དཔེ་རྙེད་ཆུང་ཆུང་ཐག་བཅར་ཆེད་ཁ་ཆེན་གྱི་སྒྲ་འཇུག་ཟུར་ང་ལ་བསྟན་རོགས་གྱིས་ད་འདི་དངོས་ཡོད་རེད་མ་རེད་འདུག་ཅེས་གསུངས་ན་འདི་གཙང་མ་ཆགས་ཡག་གི་ལངས་ཀ་ཡོད་རེད་མ་གཏོགས་ཅིག་གིས་གྲོས་ཚོགས་ནང་ལོགས་ལ་ཡང་གནས་ཆུང་ཆུང་ཆུང་ཆུང་མོ་གི་བཀའ་ལུང་འདི་གནས་ཆུང་ཆུང་མོ་ཆུང་མོ་ལ་ད་དེ་བ་ཡོད་དེ་ཡིན་ནས་ཞྭ་གོ་གཡོག་ཟོ་གིས་ད་རྫུན་མ་འཁྲབ་གི་ཡོད་པའི་གི་གནས་སྟངས་འདྲ་བོ་ཅིག་གྲོས་ཚོགས་ནང་ལ་སྤུངས་ཞབས་དུས་བསམ་པ་ང་ཚོ་སྤྱི་ཚོགས་ནང་ལོགས་ལ་ཡང་གནས་ཚུལ་ཆུང་ཆུང་མ་རེ་ད་དེ་ཚོ་དྲན་ག་དེ་དེ་ཡིན་དུས་བསམ་པ་དེ་ཚོ་དགོངས་པ་ཡག་པོ་བཞེས་དགོས་ཀྱི་འདུག་མ་གཏོགས། ད་ལྟ། གཅིག་གིས་གསུང་ངེད་ཀྱིས་གསུང་བཞེས་མ་བརྫུས་ཀའི་བཟོད་སྒོམ་བྱས་ནས་བསྡད་བསྡད་ཡོད་རེད་བ། དེ་ཚོ་སྐད་ཆ་འདི་ཚོ་ཆུང་ཆུང་མ་རེད་བ། ང་ཚོ་འདིར་མི་མང་ནང་ལོགས་ལ་སྐད་ཆ་བྱུང་ཞིག་རེད་དེ་འདྲ་མ་རེད་བ། གཞུང་འབྲེལ་འདྲ་ལབ་སྐོར་ལ་ཤེས་གི་ཡོད་རེད་གཞུང་འབྲེལ་འདྲ་ལབ་གི་ཉེ་ཁྲིས་ལ་ཡ་ཆ་ལེ་གནང་མཁན་སྐོར་ལ་ཞུ་གི་ཡོད་རེད། དེ་ཡིན་དུས་བསམ་པ་ལ་དེ་དེ་ཟབ་ཟབ་གནང་ན་མ་གཏོགས་བྱེད་གི་འདི་རྫུན་མ་ཡིན་པ་རྩ་བ་ཡིན་ནས་བཀའ་ཤག་ངོས་ནས་འཁོན་ལན་བྱེད་གི་མེད་ད། ག་རེ་ཟེར་ན་འདི་སྤྱན་འདྲེན་ཞུ་ངེས་དེ། ང་ཚོ་བཀའ་ཤག་གི་སྤྱན་འདྲེན་ཞུ་བའི་སྐབས་ལ་ཡིན་པ་ཡིན་ན་ཡང་ལུང་ཤུར་དེ་བཀའ་ཤག་གི་ཕུལ་གྱི་ཡོད་རེད་ཆེ་ཆུ་ཟབ་གསོའི་རེ་ཡིན་པ་ཡིན་ན་ཕོ་བྲང་གི་ལུང་ཤུར་དང་བཀའ་ཤག་གི་ལུང་ཤུར་གཉིས་ཀ་ཡང་ཕུལ་གྱི་ཡོད་རེད་ཆེ་ཆུའི་ཟབ་གསོའི་བཀའ་འགྲོ་བྱིན་པ་ཡིན་ན་ལྷག་པར་དུ་ཨ་ནི་བློ་བཟང་སྦྱིན་པ་ལགས་བོད་པའི་གནས་ཆུང་གི་ཞབས་གཡོག་ཚོ་མཉམ་དུ་བཞུགས་ཆེད་མ་བསྐོས་གནང་གི་ཡག་རེད་གདན་ས་སོ་སོ་སུ་ལ་ཡིན་པ་ཡིན་ནའི་ཞབས་གཡོག་ཚོ་ཡོད་རེད་དེ་མིན་ཁྱེད་ལ་ཚོ་ཡོད་རེད་བ་སྤྱན་འདྲེན་སྐབས་བལྟ་བ་ལ་ཨ་དེ་དུས་བསམ་པ་ལ་འདྲ་འཇུག་བྱེད་ཀྱི་ཡོད་དེང་སང་བརྟན་པོ་བྱས་རྗེས་བསམ་བློ་དེ་ཚོའི་ཐོག་ནས་གསལ་བོ་བཟོ་དགོས་རེད་མ་གཏོགས་གྲོས་ཚོགས་ནང་ལོག་ལ་ཡག་སྡུག་བྱེད་ནས་སྤུངས་ཤར་བ་ཡིན་ད་ང་ཚོས་འདི་མ་རེད་མ་རེད་ལ་ཡ་ལ་ཁ་བ་དོག་བ་ག་ཤག་གི་ལན་རྒྱག་དགོས་དགོས་ན། བྱས་ཙང་དེ་ཚོ་ཐེངས་ཀ་འདི་ཟབ་ས་གནང་དགོས་ཀྱི་འདུག་མ་གཏོགས་ད་སོ་སོ་ལ་གནས་ཚུལ་ཅིག་ཆགས་པ་རེད་སོ་སོ་ལ་གནས་ཚུལ་ཅིག་ཆགས་པ་དེ་ག་འདྲས་ཡིན་མེད་དེ་སོ་སོས་མཁྱེན་གྱི་རེད་ཡིན་ནས་གསུང་བབ་དང་ག་བ་ལ་གསུང་དགོས་ཀྱི་ཡོད་མེད་དང་ག་འདྲས་གཙང་མ་བཟོ་དགོས་ཀྱི་ཡོད་མེད་དེ་སྤྱི་པ་ལ་སྤུངས་ཡོང་ན་འདི་དཀའ་ངལ་འཕྲད་ཡག་གི་རྒྱུ་གཅིག་ཆགས་ཀྱི་འདུག་བཞི་ནི།
དེ་ཅི་ཞིག་ཡིན་ཨ་ནི། སྤྱི་འཐུས་ཡིན་ཟེར་མཁན་ཞིག་དང་ལྷག་པར་དུ་དགེ་ལུགས་སྤྱི་འཐུས་ཡིན་ཟེར་མཁན་ཞིག་དང་དེའི་ནང་ནས་ཀྱང་གདན་ས་འབྲས་སྤུངས་རང་ནས་ཡོང་ཉེན་ཅིག་གི་ཨ་ནི་དགེ་ལུགས་སྤྱི་འཐུས་ཡིན་ཟེར་ཉེན་ཅིག་གི་རྒྱ་དམར་ཀླ་ཀློའི་ངག་ནས་ཀྱང་ཐོན་མི་ཐོན་པའི་གནས་ཚད་དེ་འདྲ་ཅིག་གྲོས་ཚོགས་ཀྱི་ནང་ལ་འཛེམས་ཟོན་མེད་པའི་ཐོག་ནས་བཤད་ཡོང་དུས། ལྷག་པར་དུ་ཨ་ནེ་དེ་འདྲས་ཅིག་བཤད་དགོས་ཀྱི་ཡོད་པ་ཡིན་ན། དེའི་བརྒྱུད་རིམ་དེ་ལ་ངོ་ནས་དྲངས་ནས་ཀྱི་སོ་སོ་ལ་དེ་འདྲས་ཀྱི་རྟོག་པ་དང་ཐེ་ཚོམ་ཡོད་པ་ཡིན་ན་དེ་ལ་གོ་སྐབས་ཆ་ཚང་ཅིག་ཡོད་རེད་པ། བོད་བརྒྱུད་ནང་པའི་གཞུང་གི་ཐོག་ནས་བཤད་པ་ཡིན་ན་སོ་སོ་ག་བླ་མའི་བཀའ་གནང་བ་ཞིག་ཡིན་པ་ཡིན་ན་བསྒྲུབ་དགོས་ཡ་ཅིག་བླ་མའི་བཀའ་གནང་བ་ཡིན་ན་ཡང་བསྒྲུབ་ཐུབ་དང་མི་ཐུབ་བསྒྲུབ་གནང་དེ་ཆེ་དང་ཐེ་མི་ཐེ་གི་ཐོག་ལ།

འབྲས་སྤུངས་ལ་གཅིག་གི་ཆེད་སྐྱོང་ཆེན་པོ་ག་ལུང་ཁྱབ་རྒྱར་ཅི་ཡོང་དུས་དེའི་སྐབས་ལ་དེ་འབྲེལ་གྱི་གོ་སྐབས་ཆ་ཚང་བླངས་ཆོག་པ་ཙམ་དུ་མ་ཟད་པའི་འབྲེལ་ཡོད་གནས་ཆུང་གནས་ཆུང་གྲྭ་ཚང་ལ་ཡིན་པ་ཡིན་ན་ཡང་དེ་འབྲེལ་གྱི་བརྟག་དཔྱད་ཞིབ་འཇུག་བྱེད་ཡག་གི་རེན་ཏན་ཞུས་ན་མ་འགྲིག་པ་རྩ་བ་ཉིད་ནས་ཡོད་མ་རེད་དེ་ཡིན་ལུགས་ཚེ་ཐིང་གི་འགྲོ་སྟངས་རེད། གཞུང་ལ་ཤ་ཚ་བ། བོད་མིའི་ཚད་ལྡན་ཅིག་ཡིན་པ། སྤྱི་འཐུས་ཤིག་གི་འགན་འཁེལ་སྟངས་ཡིན་པ་ལྷག་པར་དུ་འབྲས་སྤུངས་རང་གི་ཚོགས་ས་གི་ནང་ནས་ཁ་ལ་སྲིད་ནས་འབྲས་སྤུངས་ཀྱི་དངོས་གནས་བླ་མ་དང་སྲུང་མ་གི་ད་ལྟ་བར་དུ་རྦད་དེ་གསོས་ནས་གསོ་སྒྲིག་གནང་བཞིན་གསོས་ནས་ཡར་སྐྱེ་སངས་བཅས་བྱ་རྒྱུ་མི་ཅིག་ཡིན་པ་གི་དངོས་གནས་དྲང་ནས་ཕ་ངོ་མ་ངོ་ཤི་བ་གི་ཨ་ནི་མི་ཅིག་ཆགས་ཀྱི་ཡོད་རེད་དེ་དེ་འདྲའི་གི་རྒྱལ་རོང་གི། ཞིབ་འཇུག་གང་ཡང་མེད་པའི་ཐོག་ནས་ཨ་ནེ་པེ་ཏའི་ཐོབ་སྐྱོག་ཧོལ་སྐྱོག་ལ་ད་མི་མང་ཚང་མས་ད་ནམ་མཁའ་ཡག་དང་ས་གཞི་བདེ་དང་ཆགས་བདེ་ཡོད་རེད་དེ་ཡིན་ན་ཡང་གྲོས་ཚོགས་ནང་ལ་ཟམ་བདེ་ཡོད་པའི་སྐབས་ལ་ཨ་ནེ་གྲོས་ཚོགས་ནང་ལ་ཨ་ནེ་པེ་ཏའི་ནང་གོ་སྐབས་ཅིག་བྱུང་པ་དང་མཉམ་དུ་ཨ་ནེ་གྲོས་ཚོགས་ཀྱི་སྡང་ཆ་བེད་སྤྱོད་ལོག་པ་དང་ནས་ཁྲིམས་ཁང་ལ་སོགས་པ་འདི་འདྲ་ལ་གཏུགས་མ་ཆོག་པ་དེའི་རྒྱུ་མཚན་དུ་བྱས་ནས་ཨ་ནེ་གྲོས་ཚོགས་ཀྱི་སྡང་ཆ་གི་སྒང་ལ་ཨ་ནེ་པེ་ཏའི་ངོ་ལོག་རང་བཞིན་དང་དྲིན་ལན་ལོག་འཇལ་གྱི། ཨེ་རེད་དེ་འབྲེལ་གྱི་གཏམ་བཤད་སྤེལ་ཡོང་བ་དེ། གཏམ་བཤད་ཅེས་པ་དེ། ད་དོན་དག་ངོ་མ་དེ་ངས་ཏང་གི་བཀའ་ཆད་དང་པོ་ཞུས་ཡོང་དུས་ནས་བཟུང་སྟེ། ད་ལོ་རྒྱུས་ཀྱི་ནང་ལ་བཀའ་འབྲེལ་ཅིག་ཆགས་ཡོད་རེད་མི་མང་གི་ངེས་འཛིན་བཀའ་འབྲེལ་དེ་ཅི་དགོས་ཀྱི་ཡོད་རེད་ཟེར་ཡ་དེ་སྐད་ཆེན་པོ་ཤོས་ཅིག་ཆགས་ཡོད་དུས་ད་དེ་འབྲེལ་གྱི་རྒྱ་དམར་ཀླ་ཀློའི་ངག་ནས་ཀྱང་ཐོན་དཀའ་བའི་བཀའ་ཆད་ཅིག་ཆགས་པ་དེ་དོན་དམ་པ་ག་འདྲས་ཅིག་ཆགས་བསྡད་ཡོད་རེད་ལབ་པ་ཡིན་ན་དེ་ངེས་འཛིན་དེ་ར་སྤྲོད་དེ་མིན་ན་པར་དོ་པར་དོ་ངོ་སྤྲོད་ཟེར་ནས་བཤད་ཡ་ཅིག་ཡོད་བ། ཁོ་རང་ཉིད་ཀྱི་སྐད་ཆ་དེ་ཁོ་རང་ཉིད་ལ་ག་འདྲའི་གཟི་ཆགས་ཡོད་མེད་དེ་ང་རང་ཚོ་མི་མང་གི་ཐོག་ནས་གསལ་པོ་ཅིག་ཤེས་དགོས་དེ་སྐད་ཆེན་པོ་རེད་བ། རང་ལོག་རང་ལ་ཁོག་གཏམ་མ་སྐྱེ་བར་སེང་འབྲོག་ཚིག་དེ་འདྲས་ཅིག་ལ་འཇུས་ནས་མཚན་མར་བརྫོངས་ནས་འགག་རྩ་ག་དུས་འདས་ལ་ང་རང་ཚོ་རྩ་དོན་ཁོ་རང་ལ་སྣང་མེད་བྱས་ནས་བོད་རྒྱལ་ཁབ་ཀྱི་སྲུང་མའི་སྐུ་སྟེང་རིན་པོ་ཆེ་ལ་ཇི་མི་སྙན་པར་སྐུར་འདེབས་བྱེད་པ་འདིས། ནམ་ཞིག་སོ་སོ་གི་འདོད་ཐོག་ཏུ་མ་ཤེས་ན་གོང་ས་མཆོག་དང་བོད་མིའི་སྒྲིག་འཛིག་ལ་ཡང་ངོ་ལོག་རྒྱམ་གི་རྩོམ་རྒྱུན་ཡིན་པ་དེ་དག་སིལ་སིལ་ལེབ་མཐོང་ཨ་ནི་ཡིན་པ་སོང་ཙང་རྒྱ་ཆེ་མི་མང་གི་ཐོག་ནས་ཡིན་པ་ཡིན་ན་ཡང་ཨ་ནི་ཁོ་རང་ཉིད་དང་དངོས་གནས་དྲང་ནས་ཆེ་དང་སང་སང་དང་ཆེ་དང་ཆབ་སྲིད་གི་ཨ་ནི་འབྲེལ་བ་དེ་ཚོ་བྱེད་ཨ་ནི་མ་འོངས་པ་ལ་དངོས་གནས་དྲང་ནས་འདི་འདྲའི་གི་རིགས་འགན་འཁེལ་མི་དགོས་པ། འདི་འདྲའི་གི་རིགས་སྤྱི་ཚོགས་གི་ནང་ལ་དངོས་གནས་རྒྱ་ནག་ལ་དགོས་ཡ་གི་འདི་འདྲའི་སྐད་ཆ་བཤད་པ་ཡིན་ན། འདི་ཚོའི་གི་ཐོག་ལ་རྒྱ་ཆེའི་མི་མང་གི་བཟོད་སྒོམ་དེ་ར་ཐག་ལ་ཐིག་ཡོད་པ། འདི་འདྲའི་གི་སྒང་ལ་ལས་འགན་འབད་དེ་མ་འོངས་པ་གཞི་རྒྱ་ཆེན་པོ། རྣམ་གྲངས་ལྡན་པ་རྒྱུ་མཚན་ལྡན་པ་འཚེ་མེད་ཞི་བའི་ལམ་ནས་ལས་འགན་སྤེལ་གྱི་ཡིན་པ་དེ།

ཆོས་སྐྱོང་བཀའ་ལུང་དེ་ལས་བརྟག། གང་ཚོགས་ཅི་དགོས་འདོད་ཀྱིས་བརྟག། བོད་ཀྱི་བདེན་མཐའ་གསལ་དབུ་མའི་ལམ་གྱི་ལྷ། ཆོས་སྐྱོང་གི་འདི་ལྷ་ཁ་ལམ་རྩ་བ་ནས་ཡོ་མར་གསལ་བ་ཞིབ་པོ་གསུངས་བཞག། དེ་འདྲའི་འདི་ཙམ་ལ་ཚང་མས་ཀྱི་རྡོག་རྩ་གཅིག་སྒྲིལ་དང་བྱང་བུ་ཆགས་པོ་རེད། འདི་མ་བྱས་ན་ཨ་ནི་མ་འོངས་པ་ལ་མུན་པ་མུན་ནག་ཅན་ལ་འགྲོ་བའི་ཉེན་ཁ་ཡོར་ཞེས་གསུངས་ཚར་འདུག་ཨ། ཅི་འདི་ཀུན་འདུས་ཐུགས་མ་ཕམ་ཅི་ད་ཨ་འདི་འདྲས་ཅི། ཞབས་བརྟན་ཆེ་ཤོས་འདི་རེད། ཀུན་འདུས་བཀའ་གནང་ཡ་དེ་སྒྲུབ་ཡ་དེ། ཞབས་བརྟན་གལ་ཆེ་འདི་རེད་ཟེར། འདི་འདྲའི་བཀའ་ལུང་རྣམ་པ་ཁ་ཤས་ཤིག་འདུག་ད་དེ། ང་ཚོ། གྲོས་ཚོགས་ཚོགས་གཙོ་ལ་གསུངས་བཞག་འབྲས་སྤུངས་བླ་སྤྱི་ལ་གསུངས་བཞག་ང་ཚོའི་གཞུང་གི་དབྱར་གསོལ་ལ་གསུངས་བཞག་ད་དེ་ཚོ་གལ་ཆེན་པོ་ཅིག། ལྷའི་སྐོར་ཆ་བཞག་ད་ཕལ་ཆེར་ང། Expert། རེད་ཟེར་ལབ་ཐུག་རེད་ཟེར། ག་རེ་ཟེར་ང་ཆུ་ཆུའི་སྐར་ནས་གནས་ཆུང་ད། ཨེ་ནི་གང་ལྟ་བུ་འདི་ཅི་འདི་ཟེར་ཁྲེལ་ཆུ་ཆུའི་སྐར་ནས་ངས་འདི། ག་ཚོད་འབྲེལ་བར་འཇོག་རེད། ག་རྒྱུས་ཡོད་རེད། ད་ག་རང་ཡམས་ཚ་བོ་གཅིག་འདི། ངའི་མི་ཚེ་ནང་གི་གཅིག་གི་རྙོག་དྲ་ཚ་བོ་དེ་འདྲ་དང་དེ་འདྲ་མང་པོ་ཆེ། ང་རང་གནས་ཆུང་དང་ཁོ་ཚོ་གི་སྐད་ཆ་དྲིས་ཡོད། ཐག་ཆོད་ང་རང་ཆེ་བ་རེད། སྐད་ཆ་དྲིས་ཡོད་བསམ་ཆགས་སུ་སུ་དུས་བྱས། ཚེ་རང་ཕལ་ཆེར་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ། ཕལ་ཆེར་ལྔ་བཅུ་ང་བཞི། སྔགས་ཀྱི་ངན་སྔགས་རིག་པ་ཡིན་ན་དེ་འདྲ་ཞིག་ལ་ཡ། མི་གནས་ཆུང་ལུང་གཅིག་ལ་ཡ། ཨེ་ནི། ཆུ་བཞིའི་ནོར་བུའི་འོད་སྣང་དེ་ནུབ་ནས་གསལ་བའི་དུས་ཡིན་ནོ་ཟེར་ཞིག་ལུང་བསྟན་སྐྱེ་བོའི་བར་དུ། ད་རྒྱ་གར་བ་ཞིག་ལ་ཡ། ཆུ་བཞིའི་ནོར་བུ་ཟེར་ནས་ལབ་གི་ཡོད་རེད། ཆུ་བཞིའི་ནོར་བུའི་འོད་དེ་ནུབ་ནས་བཞག་ཡོང་གི་རེད་ཟེར་བཤད་ཡོད་རེད། དུས་ཐུང་དུ་ལྷ་ས་ཡ། ལྟར་གཅིག། གནས་ཚུལ་དུ་ཐོག་ས་ཉེན་ཁར་ཇི་ལྟར་དུར་དུར་འགྲོ་གི་ཡོག་རེད་ཡིན་ནས་ད་གིར་སི་ལྟར་ས་ཁྲ་རང་ཡོག་མར་བ་གཅིག་ལབ་ཡོག་རེད། ད་དེ་ནས་ཕལ་ཆེར་ལྔ་བཅུ་ང་བརྒྱད་ལོར་རེད། ད་ལྔ་བཅུ་ང་དགུ་ཟིང་ཟིང་ཡོག་དེ་རེད་པས་ད་ཁྲི་དང་ཨ་ལས་སོང་ད་རྫ་དྲག་ཞིམ་ཆགས་ཡོག་རེད། དེ་དུས་ཡ་གནས་ཆུང་གི་ལུང་རྒྱལ་བ་གཅིག་ལ་ཡ་ཨེ་ནི། ཨ། དེ། རབས་མེད་པའི་ཆུ་བོ་ཆེན་པོ་ལགས། ད་ཆ་ཤིག་རེད་བ། ཆུ་འཐུག་སུ། རབ། རབ་བརྒྱབ་ནས་ནི་ཆུ་བག་ཅག་ཡག་བྱེད། རེད་བ། བྱས་ཙང་ཀ། རབ་བརྒྱག་ས་མེད་དེ་བས་ཆུ་བོ་ཆེན་པོ་ལགས། ཨེ་ནི། གྲུ་ཆེན་འཛུགས་ཡག་གི། ཨེ་ནི་ཐབས་ཤེས་ཡོད། རབ་བས་ཆུ་བོ་ཆེན་པོ་ལ། ཨེ་ནི་ག་ས། འདྲེ་ངན་ནས་ཨེ་ནི། གྲུ་ཆེན་བཙུགས་ཡག་གི། དེ་ཡོད། དེ་ལབ་རེད།

ད་ཚེས་པ་བཅུ་བདུན་ཉིན་མོ་དེ་གནས་ཚུལ་ཞེ་བོ་གཅིག་ད་བཛྲ་དྲག་ཆགས་ཚར་རེད་ཨེ་ཡང་ནས་བྱུང་ལ་སྐད་ཅིག་དྲིས་པས་ནི་ད་ཕེ་བ་ཡོད་ཟེར་ད་ཕེ་ཡག་དུས་བབས་ཡིན་ཟེར་བྱས་ནི་ཐག་གཙང་མ་བཅད་བྱས་ད་ཕེ་བ་རེད་ཟེར་ཨེ་ནས་འགྲོ་སའི་ལམ་ཁ་དེ་ར་མ་གང་བརྒྱུད་ནས་འདུག་ཟེར་ཕེ་ཞོག་ཟེར་ག་ཁེ་ཆེ་མི་ཡོང་ཟེར་ཨོ་དེ་ཟ་ད།